ངས་དོ་སྣང་ཡོང་བསྡད་ཡག་གི་ཚིག་གཅིག་གཉིས་ཤིག་ལ་དོ་སྣང་ཞུ་མཁན་ཅི་ཞིག་ལབ་དགོ་བསམ་དྲན་བྱུང། དོལ་རྒྱལ་བསྟེན་མཁན་ཚོ་དངོས་གནས་བྱས་ན་རྒྱ་གར་ལ་ཡོང་དགོས་ཀྱི་མི་འདུག་ག། ང་ཚོ་རྒྱ་གར་ལ་ཡོང་མཁན་འདི་ཡིད་དེ། རྒྱ་ནག་གཞུང་གི་སྲིད་བྱུས་འགྲིག་མི་འདུག་ཟེར་ནས་ང་ཚོ་འདིར་ཡོང་པར་བ། དོལ་རྒྱལ་བསྟེན་མཁན་ཚོ་རྒྱ་ནག་གཞུང་གི་བདག་པོ་བྱེད་ཀྱི་འདུག་ག། རྒྱ་ནག་གཞུང་གི་དམིགས་བསལ་གྱི་ལྟ་རྟོག་བྱེད་ཀྱི་འདུག་ག། སྲུང་མ་ཞིག་ནང་དུ་བྲིས་འདུག་ག། སྲུང་མ་ལབ་དུས་རོགས་བྱེད་མཁན་བྱེད་རོགས་ད།

ངས་དོ་སྣང་ཡོང་དེ་ཡག་གི་ཚིག་གཅིག་གཉིས་ཞིག་དང་དོ་སྣང་ཞུ་ངས་ཅི་ཞིག་ལབ་དགོས་སམ་དྲན་བྱུང། རྩ་བའི་མི་རང་གི་ལྷག་བསམ་གྱི་ཁྱི་དེ་ཁྱི་ཞེས་བཤད་ཀྱི་ཡོད་རེད། བྱས་ཙང་ཀ། རང་གིས་འདི་ཟེར་འདུག་ཨ། སྲུང་མ་བསྟེན་ཆོག་གོ་ཟེར་བཤད་ཀྱི་འདུག་ཨ། སྲུང་མ་བསྟེན་ཆོག་གོ་ཟེར། ནམ་རྒྱུན་འདི་ཡང་བཤད་མཁན་ཞིག་ཡོང་གི། ལྷ་སྲུང་བསྟེན་ཆོག་ཟེར། ཚིག་འདི་མ་དག་རེད། སྲུང་མ་ཞིག་ནི་དུ་བྲིས་འདུག་བ། སྲུང་མ་ཟླ་དུས་རོགས་བྱེད་མཁན་ཅེས་རེ་བ་ལྟ། སྲུང་ཞིང་སྐྱོང་བ་ཟེར་ཡ་ཅེས་རེ་བ་ལྟ། དཔེར་ན་འདི་རྒྱལ་བ་དགེ་འདུན་སྤྲུལ་པའི་རྣམ་ཐར་ནང་རེ་ཡིན་པ་ཡོད། ཨེ་ནི་དགེ་ལུགས་པ་དམ་ཆོས་ཆོས་རྒྱལ་གཙོ་བོ་བྱེད་འདུག་ས་ནས་མགོན་པོ་ཞལ་བསྟན་པ་ཡིན་ན་ཡག་པོ་ཡོད་མ་རེད་ས་དེ་འདྲས་ཀྱི་བཤད་སྲོལ་བྱས་བ་རེད། རེད་དེ། ཐམས་ཅད་མཁྱེན་པ་དགེ་འདུན་གྲུབ་པ་རང་གི་ཉམས་མྱོང་གི་ཐོག་ནས་དེ་འདྲའི་སྐྱོན་ཁྱོན་ནས་མི་འདུག་ཅེས་གསུངས་ཡོད། ཞེས་ཞལ། ས་སྐྱའི་བཀའ་སྲུང་ཐུན་མོང་ཡིན་པ་ཆགས། ཞལ་ནི། སྔ་མོ་ཁྲི་རམ་ཞེས་བཀའ་གནང་ཡང་ཡོད། བརྒྱད་སོགས་རིན་པོ་ཆེ་དང།

སྲས་ནི་རྒྱལ་བཟོ་རིན་པོ་ཆེ་དང་ཁ་བའི་དབང་པོ་ཡིན་དུས་ས་ནས་བློ་གཟུར་ནས་པ་ཁ་བའི་དབང་པོ་ཡིན་དུས་རྗེ་རིན་པོ་ཆེ་གི་གསུང་བཤད་དེ་དུ་སན་ཞུ་དུས། ཨོ་དེ་མི་འདྲ་བ་ཞིག་འདུག་དགོངས་ནས་ཨ་ག་ལེར་དབུ་ཞྭ་དུ་མ་བཏེགས། དེ་ནས་ད་དུང་དཔང་པོར་བྱེད་དུ་ཞུ་ཞུ་རྗེས། ག་ཚོད་སོང་ནས་རང་དབང་མེད་པར་ད་རྗེ་རིན་པོ་ཆེ་ལས་དད་པ་སྐྱེས་དད་པ་འཁྲུངས། ཨ་ནི་མ་བབས་ན་བྱས་ཕྱག་གསུམ་མཛད། ད་ཁྱོད་རང་ལ་རྩོད་པ་རྒྱག་ས་མེད། ད་ཁྱོད་རང་གི་སློབ་མ་ལ་དད་ཀྱི་ཡིན་གསུངས་བྱས། ཨ་འདུག་བྱས་ནས་ཨེ་ན་བྱས་རིམ་ཞིག་ས་སྐྱའི་ཐུགས་ལ་རྒྱུ་བསྡད་པ་དེ་འདྲ་ཡིན་དུས་ཚར་ནས། ས་སྐྱའི་མཁས་པ། རྩོད་པའི་ཁྱུ་མཆོག་དེ་འདྲ་ཞིག་བྱས་རིམ་ཞིག་སློབ་མ་དགག་པ་སྐྱོན་འགའ་མ་ཕེབས་ནས་ཞུ་སྒོ་བྱས་རིམ་ཞིག་སློབ་མ་ཆགས་བྱས་དེ་འདྲ་ཞིག་ཡིན་དུས་ཚར་ནས། དེ་དུས་ཡང་ས་སྐྱ་ནས་ཅིག་མགོན་པོ་གུར་ཞལ་ལ་ཡ་བཀུའི་སྐྱོན་བྱས་དེ་འདྲ་བྱུང་བ་ཡིན་པ་རེད།

མགོ་བོ་ཆེ་ཆུང་གཉིས་ཀྱིས་ས་སྐྱ་ནས་འདུག་སེ་སྦས་བྱས། སྔར་སྔོན་གྱི་ས་ཆེན་ཚོའི་བཀའ་བཀོད་གཉེར་ཐལ་ཡོད་པ་ཡིན་ཙང་དེའི་དམ་ཚིག་ལ་བརྟེན་ནས་དེ་བུ་དུ་མ་ཡོང་བསྒུགས་འདུག་སེ། གཏོར་མ་ཞིག་གནང་རོགས་གནང། ཁྱེད་རང་དེ་མི་རྗེ་བསྟན་པ་འཛིན་སྐྱོང་སྤེལ་གསུམ་གནང་མཁན་ཅིག་གནང་གི་ཡོད་པ་ཡིན་དུས་དེ་རྗེས་སུ་ཡི་རང་མ་གཏོགས་ཅིག་དེའི་འཚེ་བ་བྱེད་པ་དེ་ལས་ག་གེ་གནོད་པ་བྱེད་པ་དེ་ག་གེ་མེད། ཨོ་དེ་འདྲས་ཀྱི་ལོ་རྒྱུས་དེ་ཁྲམ་ཞིག་བཀར་གནང་གི་ཡོད། རྩ་བ་དེ་འདྲས་རེད་ཤག་རྩ་བ་དེ་འདྲས་ཀྱི་ད་ཕལ་ཆེ་དེ་ཡིན་ས་རེད། དོན་ཚན་དེ་འདྲས་ཡིན་ས་རེད། དགེ་འདུན་གྲུ་པའི་རྣམ་ཐར་ནང་ལ་ཨེ་ནི་དགེ་ལུགས་པ། དམ་བཅའ་ཞིག་ཀྱང་གཙོ་བོ་ཡིན་དུ་བཙལ་ནས་མགོན་པོ་ཞལ་བལྟས་ན་བདེ་པོ་ཡོད་མ་རེད་ཟེར་འདྲེ་གིས་བཤད་སྲོལ་བྱུང་བ་རེད། ཨེ་དེ་འདི་ཁྱོད་ནས་རེད་མི་འདུག། དུས་འདུག་སྤྲུལ་པ་ཁོ་རང། ཡི་གེ། ཁ་སོ་རུ་ཀའི། ད། གཙང་ཕྱོགས་ལ་ཡ། སྐུ་འཁྲུངས་བྱས། སྐུ་འཁྲུངས་མ་ཐག་ལ་ཇག་པ་ཡོང། མི་བཟང་བོས་ཕྱིན། རྒྱལ་དབང་རང་ཉིད། སྤུ་གུ་ཆུང་ཆུང་སྐྱེས་མ་ཐག་པའི་སྤུ་གུ་ཆུང་ཆུང་ཅིག།

ཚེ་འདི་བཞུགས་གོ། ཐམས་ཅད་ཐིམ་པས་དགེ་འདུན་སྒྲུབ་པ་ལ་ཡང་མགོན་པོ་ཞལ་གྱིས། ཁྱོད་རང་འཁྲུངས་པའི་ཉིན་མོ་དེ་ནས་ངས་ཁྱོད་རང་སྲུང་སྐྱོབ་བྱས་བསྡད་པ་ཡིན། དེ་འདྲ་ཞུས་འདུག་བ། ཨོ་དེ་འདྲ་རེད་ས་ད་ག་ད་དགེ་འདུན་སྒྲུབ་པ། རྗེ་རིན་པོ་ཆེ་གི་དངོས་སློབ་རེད་དམ་ཆོས་ཞུ་རྒྱ་གཙོ་བོ་གནང་གི་ཡོད་རེད་དེ་དང་ཆབས་ཅིག་མགོན་པོ་ཞལ་གཙོ་བོ་གནང་གི་ཡོད་རེད་ཆུང་ཆུང་སྒང་ནས་ད་འབྲི་བསྡད་པ་བྱིན་པ་རེད་དེ་འདྲ་ཡིན་དུས་ཚར་ནས། ཨོ་ད་དེ་ཚོའི་གྲས་དེ། ལྷ་སྲུང་བསྟེན་ཆོག་ཡིན་ན་དེ་འདྲ་ཞིག་ལ་གོ་དགོས་ཀྱི་རེད།

དམ་མིན་དམ་གཟུགས་གྲགས་པ་རྒྱལ་མཚན་ཞེས། སྨོན་ལམ་ལོག་པའི་དམ་སྲི་འབྱུང་པོ་འདི། ཕན་དང་བསྟན་དང་འགྲོ་བ་ཀུན་ལ་འཚེ་བྱེད་ན། ཟེར་ཚིག་གསུམ་པོ་འདི་གི། དང་དོལ་རྒྱལ་གྱི། དོལ་རྒྱལ་ཕྱག་གཡག་གི་རྒྱུ། དོལ་རྒྱལ་གྱི་ངོ་བོ། དོལ་རྒྱལ་གྱི་བྱེད་ལས། འདི་གསུམ་པོ་འདི་སྟེང་གི་ཚིག་འདི་གི། ཅེས་སོ། དོན་མིན་དམ་ཚུལ་གྲགས་པ་རྒྱལ་མཚན་ཞེས་སྨོན་ལམ་ལོག་པའི་ཟེར་ས་ནི་རྒྱུད་དུ་བཤད། རྒྱུད་དེ། སྨོན་ལམ་ལོག་པའི་དབང་གིས་རྒྱུད་དུ་བཤད། ད་ངོ་བོ་དེ་ག་རེད་ཟེར་ན། དམ་སྲི་འབྱུང་པོ། སྨོན་ལམ་ལོག་པའི་དམ་སྲི་འབྱུང་པོ། ཅེས་སོ། སྲུང་མ་རེད་མི་འདུག་ག། གལ་ཏེ་རང་དེ་ལ་དབུ་བསམ་དྲན་བྱེད། སྨོན་ལམ་ལོག་པའི་དམ་སྲི་འབྱུང་པོ་སྲིད། རྒྱུ་འདི་སྨོན་ལམ་ལོག་པས་སྨོན་ལམ་ལོག་པའི་དབང་གིས་བསྐྱེད། ངོ་བོ་དེ་དམ་སྲི་འབྱུང་པོ་མི་མ་ཡིན། སྤྱིར་བཏང་འབྱུང་པོ་མི་མ་ཡིན་བཙག་ཏུ་ཡོང་ཁུར་བ། ཡིན་ནའི་ད་བྱ་བའི་ཁྱད་པར་ག་རེ་བསམ་ན་བསྟན་དང་འགྲོ་བ་ཀུན་ལ་འཚེ་བ་བྱེད་མཁན། འོ་ད་དོལ་རྒྱལ་གྱི་རྒྱུ། དོལ་རྒྱལ་གྱི་ངོ་བོ། དོལ་རྒྱལ་གྱི་བྱ་བ་བྱེད་ལས། ཚིག་འདིའི་སྟེང་དུ་བ། སྨོན་ལམ་ལོག་པའི་དམ་སྲི་འབྱུང་པོ་འདིས་བསྟན་དང་འགྲོ་བ་ཀུན་ལ་འཚེ་བྱས་ནའང་ཟད། ས་དེ་སྲུང་མ་བསྟེན་ཆོག་ལྷ་སྲུང་བསྟེན་ཆོག་སྐད་ཆ་མ་རེད། དེ་འབྱུང་པོ་བསྟེན་དང་མ་བསྟེན་སྐད་ཆ་རེད། དོལ་རྒྱལ་བསྟེན་མཁན་འབྱུང་པོ་བསྟེན་མཁན་ཆགས་བསྡད་ཡོད་རེད། དོལ་རྒྱལ་འབྱུང་པོ་ཆགས་བསྡད་ཡོད་རེད། སྨོན་ལམ་ལོག་པའི་དམ་སྲི་ཆགས་བསྡད་ཡོད་རེད། དེ་ཡིན་པ་དེ་དོལ་རྒྱལ་རང་ཉིད་ཀྱིས། ནམ་རྒྱུན་གསུང་གི་འདུག་བཀྲིས་ཆེ་ཨམ་ཞེས་ཕལ་ཆེར་གསུང་རྒྱུ་ན་ཡོང་ཡོད། གཞན་ནི། དེ་འབྲས་སྤུངས་ནས་ད་འོག་སྨོན་ལམ་ལོག་བྱས། འབྲས་ལ་ཡར་སྐྱེལ་ཚར་རེ་རྗེས་ལ། ཐོག་མར་བཀྲིས་ལྷུན་པོ་ལ་ཕེབས། བཀྲིས་ལྷུན་པོ་ལ་རྣམ་སྲས་ཏག་ཏག་བསྐྱལ་གི་བསྐོར་བྱས་བཀྲིས་ལྷུན་པོ་ལ་ཕེབས་མ་ཐུབ་པ་ཆགས།

ཨེ་ནི་རང་གི་དིར་ཞི་ལ་བི་ད་ག་ས། ཏི་ཇུ་བྷ་བུ་མཁའ་རིན་པོ་ཆེའི། ད་ཡབ་སྲས། ཚུལ་སྐབས་ལ་ཡང་དོལ་རྒྱལ་ཡང། ཐུ་བྷན་བསོད་ཡར་བྱེད་ཀྱི། ཕན་ཐོགས་ཡོད་པར་བྱས་བྱུང་ཡོད་ཀྱི་རེད། བྱུང་ཡོད་རེད། ཡིན་ནའི་ད་ཁོ། བའི་སྨན་གྱི་རྫས་ཁ་ཤས་མགོ་སྟོད་སྨན་ཡིན་ནའི་ཡང་ཞུ་སྒོ་དུག་འགྲོ་ཡ་དེ་ལ་ཡོང་གི་རེད། དེ་འདྲའི་དཔེར་བརྗོད་བརྒྱབ་སོང་བས། བརྒྱབ་པས།

མཐོང་སྣང་ས་ཆེ། ལོ་རེ་ལོ་རེ་འཆར་ཅན་ཆེ། གཟིམ་ཆུང་འཇའ་གར་འཕེལ། དེ་རིང་གནང་གི་ཡོད་རེད། དཔེར་ན། རྨི་རུ་སྤྱི་ཆུས་ཟེར་དེ་ནམ་རྒྱུན་ག་འདྲའི་ཁྲི་པས་གསུང་ཆོས་གནང་གི་ཡོད་རེད། སྐབས་ཅིག་སྐུ་སྟོད་སྐུ་གོང་མས་སྐྱེས་ཆུང་འཕགས་བོ་དབོན་རིན་པོ་ཆེ་ལ་ཡ་དམིགས་བསལ་གྱི་གཟིགས་རྟོག་གནང་ཆེད་གཟིགས་པ་ཆེན་པོ་ཡོད་པ་ཡིན་དུས། རྨི་རུ་སྤྱི་ཆུས་དེ་ག་འདྲའི་ཁྲི་པས་གནང་ཡག་གི་ཚབ་ལ་ཡ་སྐྱེས་ཆུང་འཕགས་བོ་དབོན་རིན་པོ་ཆེ་གནང་རུ་བཅུག་པ་རེད། དམིགས་བསལ་གྱི་ད་གཟིགས་ཀྱང་ཡག་རེད། དེ་ནས། སྐུ་སི་སྨད་ལ་ག་འདྲི་ཆགས་རེད། སྐུ་འདུས་སྐུ་གོང་མའི་དགོངས་ཕྱོགས་ཡོད་བསྡད་པ། བཀའ་བཀྱོན་ཕེབས་སུ་ཆགས་རེད། རྒྱུ་མཚན་ཞེ་ན་ག་གེ་ཡོད་མ་རེད། རྒྱལ་པོ་དོལ་རྒྱལ་གྱི་ཐོག་ལ་ཆགས་པ་དང། ཟེར་ཏེ། སྐུ་མདུན་སྐུ་གོང་མས་རྒྱབ་སྐྱོར་ཡོད་པ་དེ་ཡག་གི་རེད། སྐུ་མདུན་སྐུ་གོང་མས་དགོངས་ཕྱོགས་གཟིགས་པ་དེ་ཡག་གི་རེད་བསམ་མདོག་མདའ། དོལ་རྒྱལ་གྱི་རྐྱེན་པས་སྐུ་མདུན་སྐུ་གོང་མའི་དགོངས་ཕྱོགས་མདའ་ཡག་ཅིག་ཆགས་པ་རེད། འདི་དངོས་གནས་བྱས་ན་དེ་བཞིན་ཕ་བོང་ཀ་རིན་པོ་ཆེ་གི་མཛད་འཕྲིན་ལ་གནོད་ཡོང་རེད་མ་གཏོགས་ཕན་ཡོང་མ་རེད།

ཤ་སྟག་དེར་དེ་ཚོའུ་དཀར་ཆག་གནང་པ་ཡིན་ཙང་སྟག་དེར་གཉའ་ས་ཞུ་ཡག་ཡག་གོ་གོ་ཡག་ཞུ་བྱུང་དགོངས་ནས་སྟག་ལམ་རིམ་བཤད་རོགས་ཅིག་ཟེར་མཁན་དེ་འདྲའི་ཁ་ཤས་ཡོང་གི་སྟག་ལམ་རིམ་ཅིག་བཤད་ཡག་གི་ཅིག་བཤད་དགོངས་མེད་རོགས་ས་པ་ཅིག་འདུག་སུ་ཡོད་ཟེར་ནས་དགོན་སྡེ་སྐུ་གོང་མ་གཉའ་ས་གནང་པ་རེད་དེ་གཉའ་ས་གནང་དུས་སྐུ་གོང་མས་བཀའ་ལན་དེ། སྔོན་མ་ཡིན་ན། དམུ་རུ་སྤྱི་ཆོས་ཁྲི་རིན་པོ་ཆེ་གི་གསུང་ཆོས་གནང་ཡ་དེ་སྐྱོ་ཆུ་ཕ་མོ་ཀ་རིན་པོ་ཆེ་གནང་རོགས་བྱུ་ཡ་ཅིག་གི་གནང་གསལ། ཡུལ་དེ་ཉིད་ལ་སྐུ་གོང་མས། འོང་ད་ལམ་རིམ་འཆད་ཉན་གོ་བ་མ་རེད་གྲ་ལ་ཡོག་མ་རེད་ཞེས་གསུངས་འདུག་བ། དེ་སྐྱོ་ཆུ་ཕ་མོ་ཀ་རིན་པོ་ཆེ་གི་མཛད་འཕྲིན་ལ་གནོད་འདུག་བ། ཤེས་སོང་ང། གོ་སོང་ང། འདི་ཁྱོད་ངེས་པར་བྱ་དགོས་ཏེ། རང་གིས་མཚོན་པའི་ཁྱེད་རང་ཚོ་ང་ཚོ་ཆོས་གྲོགས་མང་པོ་ཅིག་གིས་གནས་ཚུལ་ཡག་པོ་ཅིག་འགོ་ཚུགས་མེད་པ་བཟོ་ཞིག་འདུག་ས་དེ་འདྲ་ཡིན་དུས་ས་ནས་སྐྱབས་རྗེ་ཕ་བོང་ཁ་རིན་པོ་ཆེ་གིས་ལིའ། ཤུགས་ལྡན་བསྟན་པ་གནང་བདེ་གི་ཕན་ཡོད་རེད་གནོད་ཡོད་རེད་ཟེར་ལབ་ན་གནོད་ཡོད་རེད་མ་གཏོགས་ཕན་ཡོད་མ་རེད། ཁོ་དམ་སྲི་རེད། འབྱུང་པོ་རེད། སྨོན་ལམ་ལོག་པའི་དབང་གིས། དེ་འདྲའི་ཕྱག་དེ་རེད། བསྟན་དང་འགྲོ་བ་ལ་འཚེ་བ་བྱེད་མཁན་ཕྱག་དེ་ཡོད་རེད། དེ་འདྲས་ཀྱི་རྐྱེན་པས་ཕྱི་རྟག་ཏུ། ཅིག་བསྟན་པ་ལ་ཕན་རྒྱུ་ཡོད་པའི་བཟོ་རིམ་ཞིག་གིས་བསྟན་པའི། བསྟན་པའི་བྱ་སོག་རེད་བོད་རྒྱལ་སྤྱི་སྲུང་སྐྱོབ་བྱེད་མཁན་ཡིན་པའི་རྣམ་པར་བསྟན་པ་གང་ཞིག་ལ་དོན་དག་དེ། ཕན་ལས་གནོད་པ་ཆེ་ཞིག་འབྱུང་བསྡད་ཡོད་རེད། ཐ་མ་སྐྱོ་ཆུ་ཕ་བོང་རིན་པོ་ཆེའི་སྐུ་ཚེ་སྨད་ལ་ཡ་སྐུ་འདུས་སྐུ་གོང་མའི་བཀའ་ནན་ཕེབས་ཆེད་ཞལ་སྣང་ཆེན་ཞུ་དགོས་ཡ་གཅིག་ད་སྐྱོ་ཆུ་ཕ་བོང་རིན་པོ་ཆེ་གི་ཕྱག་མཛོད་སྐུ་གཞོགས་སྙུག་གྲོ་བྱས་ཆེད་མི་གི་བཀྲ་ཤིས་ཆོས་གླིང་གི་མདའ་མེད་ན་ཡ་ཆིབས་གཡོག་རྟའི་ག་ཚོ་ད་རྟ་བས་ཅིག་གཡེར་ཁའི་དྲིལ་བུ་ཐིག་ལིང་ཐིག་ལིང་ཐིག་ལིང་ཟེར་ཡ་གཅིག་གོ་ཡོང་དུས་ཡི་གེའི་ཕྱག་མཛོད་བྲེ་མཁན་པས་སྙུག་གྲོ་བྱས་ཡ་གཅིག་འདི་བྱུང་བ་ད།

ད་དགུ་སོགས་རྣམས་གང་ལ་ཡིན་དག་ཟེར་ཡག་གི་ཚིག་འདི་སྐད་གསང་མཐོན་པོས་སྒྲོག་པ་རེད། དེ་མ་ཐག་ལ་ཡང་དེའི་ཉིན་མོ་དག་ཨ་ད་མུ་རུ་ཨ་ད་ཏར་ལ་མའི་ཞབས་ཕྱི་འདི་མགྱོགས་མགྱོགས་ཡག་བཀྲ་ཤིས་ལིང་ཡག་བཅའ་བྱས། ང་ཉེ་ལམ་དེ་འདྲ་ཞིག་བཏང་བྱུང། དེ་རིང་ཟུང་ཞིག་ལས་ཞུ་དུས་ཟེར་ན་སྐྱབས་སེམས་ཆེ་གི་ཨོ་ད་ཏིང་ངེར་ཐོ་ཞིག་བཀོད་བཞག་ཞོར་ཟེར་གསུངས་འདུག་ག། བཞུགས། ཟླ་བ་བཅུ་པའི་ཉི་ཤུ་དགུ་རྫོགས། གནམ་གང་ཉིན་མོ་འདི་སྐུ་གོང་མ་ཤར་བར་བ། བཞུགས། དེ་བར་བ་ངར་བ་ཞིག་གསུངས་འདུག་བ། ཨོ། ད་ཁ་སིང་གི་དགུ་རྫོགས་གནམ་གང་ལ་ཡིན་ད་ཟེར། ད་སྐུ་གོང་མ་ཤར་ཡག་གི་དུས་ཚོད་དེ་རེད་ཤག། ཅེས་གསུངས་འདུག་བ། ཚེ་བཟང། སྐུ་གོང་མ་སྐུ་འཕྲེང་བཅུ་གསུམ་པ། ཤར་བའི་དུས་ཚོད་དེ། ཨེ་ནི། འདྲེ་ཡི་ཤན་ཕྱེ། དེའི་དུས་ཚོད་དེ་ལབ་དུས་སྐལ་བཟང་མཐོན་པོས་གྲོགས་གཡག་དེ་སྐུ་གོང་མ་ཤར་ནའང་བསམ་པའི་རོགས་སྐྱབས་དེ་ནི་ཆགས་འདུག་ག་ཤོད་སོང་ཨ། དེ་ཁ་གསལ་མི་འདུག་ག་སྐུ་གོང་མའི་བཀའ་ནན་ཕེབས་ཆེད་ཡོད་པ་ཡིན་དུས་ས་ནས། སྐུ་མགྲོན་བཅུ་གསུམ་པ། མི་ཕལ་པ་གཅིག་གི་ངོས་ནས་བཤད་པ་ཡིན་ན། ང་སྐུ་མདུན་སྐུ་གོང་མ་དེ། ག་སོང་རེད་དགེ་སློང་བླ་རྒན་དེ། བསམ་བཞིན་ཁོ་ཟམ་ཟ་ཟམ་བཏོན་དུས། ཡར་ངང་ངེར་འདུག་སྙིང་རྗེ་ངེར་བྱེད། བགྲེས་སོང་དེ་འདྲའི་གཅིག་གིས། བོད་བསྟན་སྲིད་ཀྱི་དོན་དག་ལ་སྐུ་ལས་ག་འདྲའི་སྐྱོ་འདུག་ཨང། གདན་ས་ཁག་དེའི་སྟེང་གི་སློབ་གཉེར་ཡར་རྒྱས་འགྲོ་ཡག་ཅིག་ལམ་རིམ་དུ་དེ་ཚོ་གལ་ཆེན་པོ་ཞེ་དྲག་རེད་དེ་ངས་ལ་གཙོ་བོར་དེ་དཔེ་ཆ་ལྟ་སྐོར་རེད་ཞེས་གསུངས་ནས་སློབ་གཉེར་དམ་དྲག་ཞིབ་ཞིག་གནང་འདུག་ཨང།

དུས་དེའི་གནས་སྐབས་ལ། སྐུ་མདུན་སྐུ་གོང་མ་ཤག་པའི་ཁ་ཐུག་ལ། བོད་གངས་ཅན་ལྗོངས་ཀྱི། ལྷ་མི་ཡོངས་རྫོགས་ལོག། མྱ་ངན་བྱེད་ཡག་ཅིག་དང། མི་ཆུ་བཏང་ཡག་ཅིག་གི་དུས་ཚོད་ཅིག་རེད་མ་གཏོགས། གཏམ་བཟང་སྒྲོག་ཡག་ཅིག་གི་གལ་ཆེ་ད་མ་རེད། ཤེས་སོང་ང་ད་འདི། སྨོན་ལམ་ལོག་པའི་དམ་སྲི་འབྱུང་པོ། བསྟན་དང་འགྲོ་བ་ལ་འཚེ་བ་བྱེད་མཁན་ཡིན་པའི་རྟགས་དེ་དེ་རེད་འདུག་བ། ཅེས་ཤེས་སོང། ས་དེ་འདྲས་ཡིན་དུས། སྲུང་མ་ཡང་མ་རེད། ལྷ་སྲུང་བསྟེན་ཆོག་གི་རྙོག་དྲ་ཁ་ཁས་མ་རེད། སྤྱིར་སངས་རྒྱས་ཀྱི་རྗེས་འཇུག། འཇིག་རྟེན་པའི་ལྷ་འདྲེ་མི་བསྟེན་ངེས་ཅིག། ཡང་སྒོས་ལྷག་པར་ཅན་དུ་འཇང་དགོན་བླ་མ་ཙོང་ཁ་པ་ཆེན་པོའི་རྗེས་འཇུག་ཅིག་གིས་འབྱུང་པོ་དམ་སྲི་ཅིག་སྨོན་ལམ་ལོག་པའི་དམ་སྲི་འབྱུང་པོ་བསྟན་དང་འགྲོ་བ་ལ་འཚེ་བ་བྱེད་མཁན་གཅིག། སྐྱོབ་པའི་སྲུང་མ་ཡིན། བསྟན་པའི་ལྷ་ཡིན། འཇམ་མགོན་རྒྱལ་བའི་བསྟན་སྲུང་ཡིན་ཟེར་ཏེ་ནོར་འཁྲུལ་རེད། འདི་འཁྲུལ་བ་རེད་མ་གཏོགས་འདི་བདེན་པ་མ་རེད། ཀྱེ་ཧྲུལ་ཕ་བོང་ཁ་རིན་པོ་ཆེས་ཡབ་སྲས་དང་བཅས་པ་ལ་ཡ། སྐུ་ཚེ་མཛད་འཕྲིན་ལ་གནོད་ཡོག་རེད་མ་གཏོགས་ཕན་ཡོག་མ་རེད། ཤེས་སོང་ཨ། ཀྱེ་ཧྲུལ་ཕ་བོང་ཁ་རིན་པོ་ཆེ་ལ་སོགས་པ་འདི་ཚོར་ཡ་ཕན། ལྟ། ཕྱིས་སུ་ཡང་ཅིག་གནོད་པའི་སོར་གནོད་པ་ཞིག་ངས་སོར་དེ་འདྲ་མ་བལྟ་རླུང་ལོག་པའི་སོར་འདྲ་མ་བལྟ་དང་པོ་ནས་སྨོན་ལམ་ལོག་པའི་དབང་གིས་དམ་སྲི་དང་འབྱུང་པོ་ལ་སྐྱེ། ངོ་བོ་དེ། བྱ་བ་དེ་བསྟན་དང་འགྲོ་བ་ལ་འཚེ་བ་ཞིག་ངས་བྱ། དེ་འདྲ་ཅི་རེད། དེའི་དང་པོ་རྒྱ་དབང་ལྔ་པའི་སྐབས་ལ་ཡང། སྐབས་ནས་བཟུང་ཅིག་ངོ་བོ་ད་ག་དད་དེ་ཡོད་རེད་མ་གཏོགས་འགྱུར་བ་ཞིག་དང་ཕྱིན་ཡོད་མ་རེད། དེ་རང་གི་ཅིག་ཤེས་པ་བྱས་ན་ཡག་པོ་རེད་ཤེས་སོང་ང། ནོར་འཁྲུལ་ཚང་མ་ངས་བྱས་པ་འདྲ། ངས་དེ་རིགས་མ་ཤེས་པ་བྱས། དོ་སྣང་མ་བྱུང་བ་བྱས། སྐྱབས་རྗེ་ཁྲི་བྱང་གི་ཅིག་ཐུགས་ཁག་ཡོད་མ་རེད། དེ་བཞིན་ཕ་བོང་དཀར་པོ་ཅིག་ཞིབ་ཕྱི་གནང་ཡིན་ཙང། ཨེ་མི་བླ་མའི་རྗེས་སུ་ཞུགས་གནང་རེད། ཀྱེ་ཧྲི་བྷ་བྷ་ག་རིན་པོ་ཆེ་དང། རྐྱེན་མང་པོ་ཅིག་ཐོག་ནས་བྱུང་བ་རེད། ལྷག་པར་སྐུ་གོང་མ། ཁ་སང་སྐུ་གོང་མའི་སྐུ་ཚེ་སྨད་ལ་ཡང་ཀྱེ་ཧྲི་བྷ་བྷ་ག་རིན་པོ་ཆེ་ལ་གཟིགས་ཕྱོགས་ཡོད་ཆེད་དཀའ་གནད་འཕེལ་ཡག་ཅིག་ཀྱེ་ཧྲི་བྷ་བྷ་ག་རིན་པོ་ཆེ་ཞལ་ནང་ནང་ཅིག་བཞུགས་པ་ཅིག་ཆགས་པ་ཡིན་དུས་སྐུ་གོང་མ་ཤར་བའི་ཉིན་ཤར་བའི་ཁ་ཐུག་ལས་རྒྱལ་པོ་དོལ་རྒྱལ་དགའ་ཆེད་གཏམ་བཟང་བརྩིས་བྱས། སྐལ་བཟང་མཐོན་པོས་སྒྲོགས་པ་རེད་ལ། དེ་བཞིན་བྷ་བང་ག་རིན་པོ་ཆེའི་ཐུན་མོང་གདུལ་བྱའི་སྣང་ངོ་ལ། སྐུ་གོང་མས་དམ་དྲག་གནང་ཞེས་པ་དེ་ད་སྐུ་གོང་མ་ཤར་བ་ཡིན་ཙང་ད་དཔེ་དེ་ཉེན་ཁར་འདི་ཕར་བྲེལ་གནང་ཡང་སོ་རེ་བྱས་བྱས། དེས་ཞེ་ས་མ་ཤེས་ན་ཕྲན་བུའི་སྐྱག་སྐྱག་སོ་རེ་བྱས་ད་གནང་པས་སོ་རེ་འདུག་ཨ། སྐུ་གོང་མ་མ་ཤར་བར་དུ་དམ་དྲག་འོག་ལ་བཞུགས་ཞུས་པ་དེ་སྐུ་གོང་མ་ཤར་བ་དག་གོ་སྐབས་དེ་གཟིགས་པ་གནང་བྱས་དོལ་རྒྱལ་ཁྱབ་སྤེལ་ཞིབ་ཕྲི་གནང་འདུག་ཨ།

ངའི་བླ་མ་རེད། ང་གྲྭ་པ་བརྩི་བཞིན་ཡོད། རྫོང་སོགས་ལ་རེ་འབྲེལ་བྱེད་སྐྱིད་སློབ་གཏོང་གི་ཡོད། ང་དད་པ་བརྩི་བཞིན་ཡོད། རེ་འབྲེལ་རིན་པོ་ཆེ་བརྟུལ་ཞུགས་སྟག་སྒྲ་རིན་པོ་ཆེ་སྐུ་མདུན་ནས་གསུང་བརྗོད་གསན་ཡོད་རེད། ཞུ་སྒོ་དང་གཅིག་དང་ཞེ་ས་མ་ཞུས་ན་ཆབ་སྲིད་ཀྱི་དབང་ཆའི་གནས་ཚུལ་གྱི་དཀའ་ངལ་འཕྲད་ཡོད་འདུག་རྩ་ནས། ད་ལྟ་སྨྱུང་གནས་བླ་མ་བདག། མཁར་རྡོ་བདག། ཁོ་ཚོའི་གྲས་དགའ་རོགས་གཅིག་གིས། ཨེ་རེད། མཐའ་མ་འུ་ཐུག་བྱས། སྟག་བྲག་རིན་པོ་ཆེའི་སྐུ་ལ་བསྡོ་བའི་ལས་ཀ་དེ་འདྲའི་མགོ་བརྩམས་པ་རེད། མགོ་བསྡོས། རལ་གྲི་རིན་པོ་ཆེའི་རལ་གྲི་ནས་ལྷས་ས་ལྷས་ས་ཞི་བདེ་ལ་ཡར་ཚུར་ཕྱག་རིས་གནང་ནས་མ་བྱེད་མ་བྱེད་ཟེར་ནས།

ད་ལྟ་ར་ལུག་ཚོ་སྐུ་ལ་ཡར་ཐོན་ཚང་པས་ཁོ་རང་ཚོ་ཆ་གཞི་སྟེང་ནས་སྦོམ་སྦོམ་བས་ཡག་རེད་བྱས་ནས་འོ་ད་འདི་ཡིན་འདི་ཨེ་ནི་བླ་རྒན་མ་ཤོར་བ་ཟབ་ཟབ་བྱས་ནས་རྒྱབ་ཆ་རལ་གྲིམ་གྱི་རང་གི་ཕྱག་དར་མའི་ཆོས་རིག་དེ་ང་རང་མཐོང་བྱུང། རལ་གྲིམ་ཞེས་བླ་མ་མཚན་ལྡན་རེད་སྐུ་མདུན་སྐུ་གོང་མའི་ཡང་སྲིད་ངོས་འཛིན་འཁྲུལ་མེད་ཡིན་ནང་ཤ་བ་གཅིག་གིས། ད་ཡང་རི་གྲིབ་བཞིན་སྟོད་ར་དོགས་སུ་མ་བཏང་ཞིང་ང་བདག་པོ་རྒྱ་ངན་དུ་རི་གྲིབ་བཞིར་བ། ཨ་ཟུ་ག་ཆེ་ག་ད་ག་ཡི་དེ་བས་དེ་རི་གྲིབ་བཞིན། ངས་ཆོས་ཞུས་པའི་བླ། བླ་མ་རེད་ང་ཐོག་མར་བློ་ལ་སློབ་མཁན་གྱི་བླ་མ་རེད། ང་དད་པ་རྩི་བཞིན་ཡོད། འགྱུར་བ་གཏན་ནས་མེད། ཆེ་རིགས་སུ་མཐོང་ཡོང་དུས་ཙང་ནས་ཨ་ཙི་ཆའོ། ད་མི་ཐུ་མོ་དུས་ཆེན་ནང་ངོ་ལ་ཡ། དེ་འདྲས་བྱུང་ཤག་བསམ་ནས་དྲན་ཏེ་ཨ་ཕྱི་མ་གཏོགས་ང་དད་ལོག་སྤུ་རྩི་ཙམ་མེད། རེ་རིམ་བཞིན་ང་དད་པ་ཡོད་པ་རྒྱུ་མཚན་དུ་བྱས་ཏེ་རེ་རིམ་བཞིན་རང་གི་བླ་མ་སྟག་བྲག་རིན་པོ་ཆེ་ལ་ཡ། ཅིག་སྐུ་ལ་བརྡོལ་བས་ཨེ་ནི་བྱ་བ་བརྩམས་ཞེས་པ་དེ་ལ་ཟབ་ཟབ། བླ་རྒན་མ་ཤོག་ཟབ་ཟབ་གསུང་ཡ་དེ་ཡང་དག་པ་རེད་ཟེར་ངེས་ལབ་ཐུག་མ་ལ། དེ་ནོར་འཁྲུལ་བ། དཔེ་དེ་བཞིན་དུ། དེ་བཞིན་ཕ་བོང་ཁ་རིན་པོ་ཆེ་བླ་མ་བསམ་གྱིས་མི་ཁྱབ་པ་རེད། བ་དང་སྔོན་ན་དྲན་ནས་ལམ་རིམ་ལམ་རིམ་དུ་བློ་སྦྱོང་གི་བསྟན་པའི་བདག་པོ་ཧེ་རུ་ཀ་དངོས་རེད། སྐྱེ་བྱེད་ཕྲ་རམ་ཤ་ཤ་ན། ང་རང་གཉིད་ལམ་དྭངས་ཤིང་བ་མང་ཀུན་གཅིག་གི་ཐོག་ནས་སྐྱེ་བྱེད་ཕྲ་རམ་པོ་ཆེ་ཇོ་བོ་རྗེ་ལྷ་ཆེན་འདི་བུམ་ཀ་རའི་སྐུ་གསུང་ཐུགས་ཀྱི་སྤྲུལ་པ་ཡིན་པ་ཅིག་ཕལ་ཆེར་གསལ་པོ་རེད་བསམ་གྱི་མི་ཁྱབ་པ་རེད། རེད་དེ་ཡིན་ནས་དོལ་རྒྱལ་བསྟན་པ་ན་ཡང་དེ་དེ་ནོར་དེ་ཡོད་རེད་མ་གཏོགས་དེ་ཡང་དག་པ་རེད་ཟེར་ནས་སྒྲུབ་ཐུབ་ཡ་རྩ་བ་ཉིད་ནས་ཡོད་མ་རེད། རང་ཤེས་སོང་བ། རང་ཤེས་སོང་བ། བར་དུ་ཟེར། ཞུ་སྒོ་ཡོད་དོ་བ་བཤད་དགོས་བྱུང་ན། དག་ལ་མ་དག་སྐད་ཆ་ཁུངས་འཁྱོལ་ལ་མ་འཁྱོལ་སོགས་འདྲི་མ་ཤོད་ཨ། ཁ་ཟས་ཁྱོད་རའི་བཤད་སྟངས་དེ་བྱས་ན། སྲུང་མ་ཡི་ཡིན་པས་སོ་རུ་བྱེད། ད་དེ་འདྲི་མ་བྱོས་ཅི་ཕ་བོང་ཁ་རུ་བྱེད་དེ་ཚོ་ལ་ཡ། ཐུ་བེན་གསོད་པོ་བཞག་བྱུང་བས་སོ་རུ་བྱེད། ད་སྐབས་ཅིག་ལ་ཡ། ཏཱ་ལའི་བླ་མས་མི་གཅིག་དགོས་ཅི་བྱས་བྱས། ད་དེང་སང་བསྟན་མ་ཆགས་གོ་ཆགས་པ་རེད་ཟེར་གི་སོགས་གཤེགས་འགྲོ་བ་རང་གི་བཤད་སྟངས་དེ། རང་གི་ད་ལྷག་བསམ་རྣམ་དག་ཅིག་བཤད་ཀྱི་ཡོད་རེད་མ་གཏོགས་དེ་ཞིག་ག་ཚོད་རེད། ཅིག་ཟུར་འདི་ཕན་ཡང་ཟུར་འདི་དེ་མ་རེད་དེ། ཁ་ས་ག་ཉེ་དུས་ཚ་དེ། ད་ནི་ལྷག་བསམ་རྣམ་དག་ཅིག་བཤད་གི་ཡོད་རེད་ཨེ་ན་བོད་སྐད་བྱེད་པ་གྲྭ་ཚང་གི་ཁྱེད་ཚོ་གྲྭ་པ་མང་པོ་ཅིག་གི་བསམ་པ་རྣམ་དག་གི། ཁྱེད་ཚོ་ནི་རྒྱ་བ་རིན་པོ་ཆེ་གི་ལམ་སྟོན་བྱེད་ཤེས་པ་དེ་ཁྱེད་རང་ཚོའི་དཔེར་ལངས་ཕྱོགས་བརྟན་པོ་གཟིམ་བྱས། ཁ་ནས་འདྲ་བྱ་བྱ་བྱ་བ་མ་ཡིན་པར་དོན་ངོ་མ་ལག་ལེན་གྱི་ཐོག་ནས་ཁྱེད་རང་ཚོ་ལངས་ཕྱོགས་བརྟན་པོ་ཟིན་པ་རེད། ཚེ་ས་ཁྱོད་རས་འདི་བཤད་དུས་ཚར་ནས་དངོས་ནས་གཅིག་པས་ལྷག་པའི་བསམ་པའི་ཀུན་ནས་ལངས་འདི་སྐད་བཤད་གི་འདུག་བསམ་པ་གཅིག་ང་དེ་དྲན་སོང་ཡིན་ནའི་བཤད་སྟངས་འདི་ཨེ་ནི་མགོ་མ་ཚོས་པའི་སྐད་ཆ་ཨེ་ནི་སྐད་ཆ་གོ་ག་ཚོར་བ་ཅིག་ཁྱོད་རས་བཤད་སྟངས་འདི་བྱས་ན་ཨེ་ནི་ཕལ་ཆེར་ད་རྒྱ་གར་རུམ་ཅིག་གི་བཀའ་རྐྱང་རྐྱང་གི་ཆ་ནས་ད། ཀྱང་ཅི་ཐོད་རྒལ། གདན་གསོལ་བྱེད་ཡ་ལ་ཡ་དམ་དྲག་བྱེད་པའི་སོ་རེད། དེ་བྱས་ན་དབང་པོ་རྟུལ་པོའི་འགྲོ་སྟངས་དེ་རེད། དེ་མ་རེད། བརྒྱ་ལྔ་པས། ཐོད་རྒལ་སྐོར་དེ་རྒྱུས་ཡོད་ཆེ་ཤོས་བརྒྱ་ལྔ་པ་རེད། བརྒྱ་ལྔ་པ། ངས་ཐ་མལ་པ་ནང་བཞིན་བྱས་ནས་བཤད་པ་ཡིན་ན་མི་མ་བིན་མ་རེད། མི་ཆགས་སྡང་རགས་པའི་གཞན་དབང་དུ་སོང་ཐེབས་ཆག་དེ་འདྲས་མ་རེད། ཨོ་བླ་མ་མཚན་ལྡན་རེད། རྟོགས་པ་མཐོན་པོ་འཕེལ་ཡོད་རེད། རྩ་གསུམ་ལྷ་ཡི་ཞལ་གཟིགས་རྟག་པ་ཡོང་བསྡད་ཀྱི་ཡོད་རེད། ཨེ་ནི་མོ་བརྒྱ་ཡ་རྩིས་བརྒྱ་ཡ་དབྱངས་ཆ་བརྒྱ་ཡ་མང་པོ་ཞིག་མཁྱེན་གྱི་ཡོད་རེད། དེ་འདྲས་ཀྱི་ཐབས་ཤེས་འདྲ་མིན་གྱི་ཐོག་ནས་བརྟག་དཔྱད་གནང་ཐུབ་ངེས། རྩ་གསུམ་ལྷ་ཡི་ལུང་བསྟན་དངོས་སུ་ཡོང་ངེས་བཅས་ཀྱི་དང་སྨོན་ལམ་ལོག་པའི་དམ་སྲི་འབྱུང་ཁུངས་བཟུང་ཡ་དེ་ང་ལ་ཚད་མའི་བཀའ་རེད་བསམ་དྲན་གྱི་ཡོད། ཐ་མ་ངས་ཤི་འདྲ་མ་རེད་ངས་མཐོང་ཡ་མ་མྱོང། དེ་བྱུང་ནས་ཅིའི་བཀའ་གནང་གི་མི་འདུག། མཁྱེན་ཡང་མི་འདུག་དེ་གཟིགས་སའི་མི་འདུག། གོང་ས་ལྔ་པ་ཞེས་པའི་བཀའ་འཇིགས་པོ་དེ་འདུག་སྦས་ཞེས་པ་སོགས་ཀྱི་རེད། ད་ལྟ་ཞུ་སྒོར་བྱེད་དུས། རྒྱ་ལྔ་པའི་གསུང་དེ་བླ་མ་མཚན་ལྡན། རྒྱུས་ཡོད་ཆ་ཚང་ཡོད་ལྟས་ངན་དུས་དུས་ཀྱི་ཐུགས། སྤྲུལ་སྐུ་གྲགས་པ་རྒྱལ་མཚན་གྱི་གནས་ཚུལ་ཆ་ཚང་ཐུགས་རྒྱུས་ཡོད་ལྟས་ངན། དེ་འདྲས་གཅིག་གིས། ཨེ་ནི་སྤྲུལ་སྐུ་གྲགས་པ་རྒྱལ་མཚན་འཚོ་ཞིག་བཞེས་པའི་གནས་སྐབས་ལ་ཡ། རྒྱ་ལྔ་པ་དག་ཁོ་ན་ཉིད་ཤི་རང་ཉེ་པོ་རེད་དོ། གྱང་ལྔ་པའི་སྐུ་མདུན་ནས་གསུང་བཞུགས་མང་པོ་གསན། ཤོད་ར་ཉེ་བོ་རེད་འདུག། སྤྲུལ་སྐུ་གྲགས་པ་རྒྱལ་མཚན་རང་ཉིད་ཀྱིས་གསུངས། བྲིས་མ་གཅིག་གི་པུ་ཏི་གཉིས་ཤིག་འདུག་དེ་ངས་མཐོང་མྱོང། ཤོད་ར་ཡག་པོ་འདུག། དེ་འདྲི་གཅིག། མཐའ་མ་ཤག་ཚ་རེ་བྱས་ལ་གྱང་ལྔ་པའི་སྨོན་ལམ་ལོག་པའི་དམ་སྲི་འབྱུང་པོ་ཟེར་ནས་གསུང་དགོས་ཡ་དེ། དེའི་ཚེ་དེའི་དུས་ཀྱི་དངོས་ཡོད་གནས་ཚུལ་ཞིག་གྱང་ལྔ་པས་གསུང་གི་ཡོད་རེད། སོང་ད་དེ། སྐད་ཆ་མང་པོ་འདྲི་ཤེས་ཀྱང་བ་མི་འདུག་སྨོན་ལམ་ལོག་པའི་དམ་སྲི་འབྱུང་པོ་འདིས་བསྟན་དང་འགྲོ་བ་ཀུན་ལ་འཚེ་བྱས་ན་རྒུན་ཉོབ་རྒུན་རྒྱོབ་དཔུང་གཉེན་མ་མཛད་ཐལ་བ་ལོག་ཞེས་གསུངས་པའི་གནས་ཚུལ་དེ་རེད་གསལ་ད་དུ་ཟིན་ནས་ལོ་རྒྱུས་ད་ད་དུང་ང་ཚོ་ལོ་རྒྱུས་ཞིབ་ཕྲ་དུས་ཚོད་བྱུང་ན་ངས་བོད་དོ་ད་སྔར་གྱི་རྣམ་ཐར་དེ་ནས་མང་པོ་ཅིག་བོད་སྐབས་ངོས་ད་ཅུ་རུ་རུ་སོར་བཅུག་བྱས་དེ་འདྲ་ཅིག་ཡིན་ཕྱིར་བྱུང་ཡོད་དེ་ཞུ་བ་གཏད་ཆོག་གི་རེད་ཨོ་དེ་འདྲ་རེད།

དྲན་པ་རེད་ད་ཡིན་ནའི་དུས་དེ་ཁོ་ཚོ་སྦྱིན་བདག་གི་རོ་བཞིན་སླེབས་ཏེ་ཡོད་རེད་ཁོ་ཚོ་རིགས་ཁ་ཤས་ཕལ་ཆེར་ད་དོ་དགོང་སང་དགོང་ཐོན་འགྲོ་གི་མེད་འགྲོ་གཞན་བཟང་ག་ཚང་མ་ལོག་འཛོམས་ས་དེ་སེ་ཤ་ཤ་ཤན་ཡ་ག་སོགས་སུ་མཐོང་སོང། འགྱུར་གོར་ད། འགྱུར་གོར་ད། རྒྱ་སྐད་ཀྱང་ངའི་གོ་ཡག་རེད། འོ་དེ། ད་ཁྱེད་རང་ཚང་མ་ལོག་གི་ཨམ་ཅོག་ལ་གོ་ཡག་རེད། རྒྱལ་པོ་ཤུགས་ལྡན་ཟེར་ཡག་ཅིག་གོ་བསྡད་ཡོད་པ། བྱས་ནས་ཨ་ད་དེ། སྤྱི་ལོ་གཅིག་སྟོང་དགུ་བརྒྱ་དང་བདུན་ཅུ་དོན་གྲངས་ནས་བྱས་ནས་ཨ་མདོ་བོ་དོ་རྙོག་དྲ་དེ་འདུག་བསྡད་བསྡད་པ་རེད། བྱས་ནས་ད་བར་སྐབས་རྙོག་དྲ་དེ་རྒྱ་ནག་གཞུང་གིས་ད་དོ་སྣང་བྱས་ཡ་ཆགས་བྱས། ཁ་སིང་ང་ཚོ་སྐུ་ཚབ་ཐེངས་མ་དྲུག་གོ་ཐུབ་པའི་ཁ་ཐུག་ལ་ཡ་རྒྱ་ནག་གཞུང་གིས་ང་ལ་ཡ་སྐྱོན་བརྗོད་བྱས་ཡ་དོན་ཚན་གཅིག་ལ་ཏཱ་ལའི་བླ་མས་ཨ་ནི་ཤུགས་ལྡན་ལ་དམ་དྲག་བྱས་པ་དེ་ཆོས་དད་རང་མོས་གཏོར་བཤིག་བཏང་གི་ཡོད་རེད། ཨ་ནི་རྒྱ་ནག་གུང་ཁྲན་ཏང་ཆོས་མེད་མཁན་དེ་ད་ལྟ་ད་ཆ་ཏཱ་ལའི་བླ་མའི་བྱེད་ཕྱོགས་ཀྱི་རྐྱེན་པས་གུང་ཁྲན་ཏང་གིས་ད་ཆོས་ཀྱི་ཐོག་ལ་ཡ་ཆོས་དད་རང་མོས་ཀྱི་ཐོག་ལ་ཨ་ནི་ག་སོག་རུ་ཕི་ཁའི་ཁུར་བླངས་པོ་ཡང་ཆགས་ཀྱི་འདུག། ཞེས་ནས་ང་ལ་ཡ། ཨེ་ནི། དོལ་རྒྱལ་དམ་དྲག་བྱས་པ་འདི་ཆོས་དད་རང་མོས་གཏོར་བཤིག་གཏང་གི་འདུག་ཞེས་ནས་དངོས་སུ་གཞུང་འབྲེལ་གྱི་ཐོག་ནས་ང་སྐྱོན་འཛུགས་བྱས་པ་རེད། ད་རྒྱ་ནག་གཞུང་གིས་དོལ་རྒྱལ་གྱི་ལོ་རྒྱུས་འདི་ཅག་གི་ཤིང་གིས་ཨ་ཡོད། ད་ཁོ་ཆབ་སྲིད་ཀྱི་དགོས་མཁོ་ཅིག་ལ་ཡ་མཐོང་བྱས་ག་ད་ང་སྐྱོན་འཛུགས་བྱས་པ་རེད། ཨེ་ང་སྐྱོན་འཛུགས་བྱེད་པ་ལས་ཁྱད་བསད་མི་འདུག་ཨེ་ནས་ད་བོད་ནང་ལ་ཨེ་ནས་དོལ་རྒྱལ་བསྟེན་མཁན་ཚོ་ལ་དམིགས་བསལ་གྱི་ཨེ་ནས་བདག་པོ་རྒྱབ་ཅིག་གི་ཨ་བོ་རྒྱ་ཡག་ལ་རོགས་རམ་བྱེད་ཡག་ཅིག་དེ་འདྲས་གི་བུ་གས་ད་ཨེ་ནས་དགོན་པ་ཚོས་དོལ་རྒྱལ་བསྟེན་དགོས་རེད་ཟེར་ནས་དེ་ཆོས་དད་རང་མོས་རེད་ཏཱ་ལའི་བླ་མས་ཆོས་དད་རང་མོས་གཏུག་བཤིག་གཏང་གི་ཡོད་རེད་ཁྱེད་རང་ཚོ་དོལ་རྒྱལ་བསྟེན་དགོས་རེད་ཟེར་ནས་བོད་ནང་ལོག་ལས་ཀུན་སློང་བྱེད་ཀྱི་འདུག་ག། ཨ་ནི་ཐབས་སྡུག་པ་ཞིག་ལ། ཕལ་ཆེར་དོལ་རྒྱལ་ལྟས་ངན་གྱིས་བརྒྱུད་བསྐུལ་བྱས་པ་ཕལ་ཆེར་ཡིན་ས་རེད་བསམ་ཡས་ལ། མགུར་རུམ་ཞིག་བསྐུར་བྱས་པ་རེད་བར་སྐབས་གསར་བ་ཞང་ཞབས་ཀྱིས་དེ་གཅིག་བཤིག་པ་རེད། དེ་དང་དེ་འདྲ་གི་སློབ་དཔོན་གྱི་སྐུ་བཤིག་ཡ་དེ་འདྲའི་ཁ་ཤས་བྱུང་ཁ་ཤས་བྱུང་ཡོད་པའི་སོར་བཞིན་འདུག་དམ་དྲག་ཞིག་བྱས་དེ་གི

བྱ་བལྟ་དེ་བལྟ་ཟ་བཟའ་དྲག་པོར་ཆགས་ཡོང་གི་ཡོད་རེད། བྱ་དེ་འདྲའི་གཅིག་གི་གནས་སྟངས་འོག་ལ་ཡང་ད་དུང་ཉག་དང་ཉུག་མ་མཉམ་བསྲེས་བྱས་ནས་འདུག་བསྡད་བསྡད་པ་ཡིན་ན། མང་པོ་གཅིག་ལ་དེ་དཀའ་ངལ་འཕྲད་བསྡད་ཀྱི་འདུག་ཨ། ཨ་ནི་བར་སྐབས་དོལ་རྒྱལ་ཚོགས་པས་རྒྱ་གར་གཞུང་ལ་ཡ། ཨ་ནི་དོལ་རྒྱལ་དེ་ངའི་ཚོ་ལ་ཏཱ་ལའི་བླ་མས་ཆོས་དད་རང་མོས་བཀག་གི་འདུག་དེ་འདྲ་ཡིན་པ་ཡིན་འདུག་ཟེར་ནས། ཨ་ནི་ཉེན་ཁ་ཡོད་འདུག་རྒྱ་གར་གཞུང་གིས་སྲུང་སྐྱོབ་བྱེད་རོགས་གྱིས་ཟེར་ནས་འདུག་རྒྱ་གར་གཞུང་ལ་ཞུས་ཤག། རྒྱ་གར་ཕྱི་སྲིད་ལས་ཁུངས་ནས་དེའི་མ་འཇོག་ལན་སྤྲད་བྱས། དེ་འདྲ་གནང་ཤག་ས་ད་དེ་གཞི་འཇིགས་བུ་གང་སླེབས་པ་རེད་ས་ངས་ཨ་ད་པོ་ཏོ་དགེ་སྐྱོན་བཤད་པ་རེད་དེ་ངས་ངས་ང་ར་ཉམས་མྱོང་གི་ཐོག་ནས་དེ་ཕི་གེ་ད་སྐྱོན་ཆ་ཡོད་བསྡད་པ་དེ་ཨེ་ན་བླ་མ་གོང་མ་ཚོའི་གསུང་གཞིར་བཞག་པའི་ཐོག་ལ་ངས་དེ་སྐྱོན་དེ་འདྲ་འདུག་ག་ཟེར་ཡ་དེ་ངས་ལབ་ཡག་དེ་ངའི་ལས་འགན་རེད། ཉན་དང་མ་ཉན་སོ་སོའི་བསམ་བློ་རེད་མ་གཏོགས་ངས་དོལ་རྒྱལ་བསྟེན་ཆོག་གི་མ་རེད་ཟེར་ནས་ལབ་ཤེས་པ་མེད་དང་པོ་གཉིས་ནས་ཨེ་ནི། ཁ་ཆེ་ཕ་ལུའི་ཚིག་དེ་ངས་བཤད་བྱས། ཁ་ཆེ་ཕ་ལུས་སྙིང་གཏམ་བཤད་ཡོད་དོ། ཉན་དང་མི་ཉན་སོ་སོའི་འདོད་པ་རེད་ཟེར་ནས་ཁ་ཆེ་ཕ་ལུའི་ལུང་དེ་དྲང་བྱས་ངས་རྟག་པར་བཤད་དེ་ཡོད། ཁྱོད་ཚང་ཉན་དང་མི་ཉན་སོ་སོའི་བསམ་བློ་རེད། ངས་ལབ་ཞེས་པ་དེ་ཉན་དགོས་རེད་ཟེར་ནས་སྔན་མ་ནས་བཤད་གི་མེད་ད་ལྟའི་བཤད་གི་མེད། ཡིན་ནའི་ད་བ་རེབ་བ་རེབ་བྱས་བྱས་བྱས་ནས་དལ་དལ་ན་འབྲི་ཧ་ཟེར་གི་མི་འདུག་ད་གསལ་པོ་ཞིག་བཟོ་དགོས་གི། ཆ་དེ་འདྲས་ཡིན་ཙང་དམ་ཆོས་འདུལ་བའི་གཞུང་ནས

དགའ་ལྡག་མང་མོད། ད་སྐད་ཆ་དྲི་ཡ་གཅིག་ཡོད་ད་འདི་མཚམས་ལ་སླེབས་ཤག་ས་འདི་འདྲ་ཡིན་ཙང་ན། དེར་ང་ཚོ་འདི་བློ་གསལ་གླིང་མཛད་སྒོ་འདི་གྲུབ་ནས་ཨེ་ཁྱེད་རང་ཚོ་གདན་ས་སོ་སོ་སོ་ཁུངས་སོ་སོ་བར་ད་ཁྱེད་རང་ཚོ་ལོག་འགྲོ་གི་རེད། ཨེ་ནི་ཁྱེད་རང་ཚོ་ཁུངས་སོ་སོ་ལ་ཡ་ན། དགེ་འདུན་ཡོངས་རྫོགས་ལོག་ལ་ཨེ་ད། དོལ་རྒྱལ་བསྟེན་འདོད་ཡོད་པ། བསྟན་འདོད་ཡོད་མེད་དྲི་བ་གཅིག་བྱས། བསྟན་འདོད་ཡོད་པ་དེ་དེ་བསྟན་འདོད་ཡོད་ཟེར་ནས་ས་ཡིས་བརྒྱབ། བསྟན་འདོད་མེད་པ་དེ་དེ་བསྟན་འདོད་མེད་ཟེར་ནས་ས་ཡིས་བརྒྱབ། ཤེས་སོང་ཨ། ད་དོལ་རྒྱལ་ལྟས་ངན་དག་ཆོས་དང་ཟང་ཟིང་གི་སྐལ་བ་མཉམ་སྤྱོད་བྱེད་འདོད་ཡོད་ཟེར་ནས་འདོད་པ་ཡོད་པ་དེ་དེ་ས་ཡིས་གཅིག་བརྒྱབ། དོལ་རྒྱལ་ལྟས་ངན་དེ་ཉམས་རྟོགས་ལས་ཡ། ཆོས་དང་ཟང་ཟིང་གི། སྐལ་བ་ཉམས་རྟོགས་ལས་ཡ། ལོངས་སྤྱོད་འདོད་མེད་ཟིན་ངེ་དེ་གི། ཟས་ཡིག་ཅིག་བརྒྱབ། བྱས་སོང་བ། ད་གར་བྱས་སོང། མང་མོས་ཀྱི་འོས་བསྡུ་བྱས། སུ་གཅིག་གི་བཙན་དབང་བཤད་མཁན་མེད་ད། ངས་བཙན་དབང་བཤད་ཀྱི་མེད། འོ་ན་མང་མོས་ཀྱི་དོལ་རྒྱལ་བསྟེན་གྱི་ཡིན་ཟེར་ནས་བབས་སོང་ན་བརྒྱ་ཆ་དྲུག་ཅུ་ཡན་ཆད་ཀྱིས་ལབ་སོང་ན། འོ་ཉི་མ་འདི་ནས་ངས་དོལ་རྒྱལ་སྐོར་ལ་ཚིག་གཅིག་བཤད་མི་ཡོང། ཤེས་སོང་ཨ། ཨ་ནི་འགན་ཁྱེད་རང་ཚོས་འཁུར་རྒྱུ་རེད། འོ་ད་ཡང་བརྒྱ་ཆ་དྲུག་ཅུ་བདུན་ཅུ་ལས་མང་ཅིག་གིས་དོལ་རྒྱལ་བསྟེན་གྱི་མེད། ཨེ་ནི་དོལ་རྒྱལ་ལྟས་ངན་ཚོ་མཉམ་འགྲོགས་ལ་ཡ་ཆོས་དང་ཟང་ཟིང་གི་སྐལ་བ་མཉམ་སྤྱོད་བྱེད་འདོད་མི་འདུག་ཟེར་ཡག་ཅིག་བྱུང་བ་ཡིན་ན་དེ་ལ་གཞིགས་པའི་བསམ་བློ་ཞིག་བཏང་དགོས་ཀྱི་རེད། དོལ་རྒྱལ་ལྟས་ངན་ཚོ་དངོས་གནས་བྱས་ན་རྒྱ་གར་ལ་ཡོང་དགོས་ཀྱི་མི་འདུག་ག་ང་ཚོ་རྒྱ་གར་ལ་ཡོང་ངེས་བདེ་སྐྱིད་དེ་རྒྱ་ནག་གཞུང་གི་སྲིད་ཇུས་འགྲིག་མི་འདུག་བྱས་ནས་ང་ཚོ་བདེ་ཡོང་པར་བ། དོལ་རྒྱལ་ལྟས་ངན་ཚོ་རྒྱ་ནག་གཞུང་གི་བདག་པོ་བྱེད་ཀྱི་འདུག་ག་རྒྱ་ནག་གཞུང་གི་དམིགས་བསལ་གྱི། ལྟ་རྟོག་བྱེད་ཀྱི་འདུག་བ། ཅི་ཙམ་ལྟ་རྟོག་བྱེད་མཁན་ཡོད་ས་དེ་ཕར་ཕྱིན་བཞག་ན་ཡག་ཤོས་རེད་བ། དེ་བསྡད་དགོས་ཀྱི་མི་འདུག་བ། ཤེས་སོང་བ། བྱས་ཙང་ང། ཨ་མས་མ་ངས་དོལ་རྒྱལ་བསྟེན་གྱི་ཡིན་ཟེར་ནས་ཐག་གཅོད་བྱུང་ན་ནི་བ་ད་ལ་སོ་ཞེས་ཡག་མ་གཏོགས་ང་ག་གལ་མེད། ཁྱེད་བ་ཁྱོད་ནི་མི་འདུག། དེ་སྔ་ང་རེ་བསྟན་པ་རེ་རྙེད་ནོ་ཨ་ཤ། ནོ་རེ་དེ་བླ་མ་གོང་མ་ཚོ་དགོངས་དག་སེ་ཞུས་བྱས། ང་རེ་སྤང་བླང་ཕྱིན་ཅི་མ་ལོག་པ་བྱས་བྱས་ད་འདུག་སེ་ཡིན། གཞན་དག་ཚོས་མང་དེའི་དེ་གི་སྟེང་གི་ཡིན་ཟེར་གསུངས་པ་ཡིན་ན་སོ་སོ་རང་དབང་རེད་དེ་ག་གེ་ཡོད་མ་རེད་ཅེས་གསུངས་བ། དེ་ཡང་ཞེད་སྣང་འཚེར་སྣང་ཅིག་རྒྱལ་བ་རིན་པོ་ཆེ་ལ་ངོ་དགའ་དཔལ་ལེགས་བྱེད་པ་ག་གེ་མེད་གནས་ཚུལ་ཆ་ཚང་རྟོགས་པ་བྱས། ད་ཨ་མདའ་གསང་ནག་ཞུ་སྒོ་དང་དུས་ཚོད་ཅིག་ལ་ངས་མ་ཡིག་ཆ་བཀྲམ་ཡག་ཡོད ྋགོང་ས་ལྔ་པ་ཆེན་པོའི་སྐབས་ནས་བཟུང་བཅས་ཀྱི་བླ་མ་གོང་མ་མ་མགུ་བཅས་ཀྱི་ད་དོལ་རྒྱལ་གྱི་ཐོག་ལ་ཡང་ག་རེ་གསུང་གི་ཡོད་མེད། རྣམ་འགྱུར་ག་འདྲ་ཞིག་གནང་གི་ཡོད་མེད། དམ་བསྒྲགས་ག་འདྲ་ཞིག་གནང་ཡོད་མེད། དེའི་དེ་ནས་བར་ཡིག་ཆ་དེ་བ་ད་ལྟ་པར་ཏོག་རྣམ་པས་ཏོག་སྐྱབས་ཞུ་ཆེད་ལབ་བཞིན་ཡོད་དེ་བ་བཀྲམ་གི་ཡིན། ཨེ་ཁྱེད་རང་ཚོ་དེ་འུད་བསྟུ་མ་བྱས་གོང་ལ་དོལ་རྒྱལ་བསྟན་ན། དོལ་རྒྱལ་ལ་དགག་པ་སྐྱོན་ངན་གོང་ས་ལྔ་པ་ཆེན་པོའི་སྐབས་ནས་བཟུང་ཅིག་དིར་དིར་དིར་དིར་བྱུང་ཤག་དེ་དེ་ཚང་མ་ལོ་གཅིག་རྩ་གཉིས་ཀྱི་གོ་བརྡ་སྤྲད། ད་དོལ་རྒྱལ་བསྟེན་མཁན་ཚོས་དོལ་རྒྱལ་བསྟེན་དགོས་ཡག་གི་རྒྱུ་མཚན་བསྟན་ན་དགེ་མཚན་ཡོད་པའི་ཡང་རྒྱུ་མཚན་ད་བར་སྐབས་ཐེངས་མང་པོ་ཤར་ཐོན་འདུག་ཡག་རེད་དོལ་རྒྱལ་བསྟེན་ན་འདི་པའི་ནོར་ལྷ་རེད་དངུལ་ཡོང་གི་རེད་ཨ་ནི་དོལ་རྒྱལ་གི་བུམ་སྒྲུབ་དེ་ངན་ར་བྱས་བྱས་ཨེ་ནི་དེ་ནས་ག་ལེ་ག་ལེ་ལ་དོལ་རྒྱལ་གི་སྲོག་གཏད་ཞུ་ཡག་མདའ་གང་གཏོང་ཡག་དེ་ཡི་དེ་མ་འདུག་སེ་འགྲོ་བསྡད་ཀྱི་འདུག་ཨ། ཟེར་ས་བ་ད་དོལ་རྒྱལ་བསྟན་ན་རྒྱུ་ཕྱུག་པོ་ཆགས་ཀྱི་ཡོད་པ་དོལ་རྒྱལ་བསྟན་ན་ལམ་འགྲོ་ཡོད་པ་དེ་འདྲའི་གི་བྲག་གོང་རིན་པོ་ཆེ་ཤག་འགྲོ་མཁན་དེ་གི་ཕྱག་དེབ་ནང་ལས་བྲིས་བྲིས་པའི་ནང་ཡོད་རེད་ད་དེ་འདྲའི་དེབ་མང་པོ་ཤག་ཡོད་རེད་ཨོ་དེ་ཚོ་མ་གཞི་མང་པོ་མཐོང་མཐོང་ཡོད་རེད་ལ་ཤེས་ཀྱི་ཡོད་རེད་ཨོ་ད་དོལ་རྒྱལ་བསྟན་ན་རྒྱལ་མཚན་ག་རེ་ཡོད་པ་དོལ་རྒྱལ་བསྟན་མཁན་ཚོས་ག་རེ་བཤད་ཀྱི་ཡོད་པ་དེ་གི་དེའི་ཞེན་པ་བྱས་ཨོ་ད་དོལ་རྒྱལ་བསྟན་ན་ཉེས་པ་ཡོད་རེད་ཟེར་མཁན་གི་ཚུར་ཤོར་གི་གསུང་དེ་གི་དེའི་ཞེན་པ་བྱས། ཨེ་ནི་ཡང་རིགས་སྐྱག་བྱས། དོལ་རྒྱལ་བསྟན་ན་དགེ་མཚན་ཡོད་རེད་གསུང་མིན་འདི་ཡི་འདི་ད། དོལ་རྒྱལ་བསྟན་ན་འགྲིག་གི་མི་འདུག་ཟེར་ནས་གོང་ས་ལྔ་པ་ཆེན་པོ་ནས་མ། གོང་ས་ལྔ་པ་ཆེན་པོ་ཁྲི་ཆེན་ངག་དབང་མཆོག་ལྡན། ལྕང་སྐྱ་རོལ་པའི་རྡོ་རྗེ། ཕུ་ཆོག་ངག་དབང་བྱམས་པ། ཨེ་ནི། ཡུམ་རིགས་བཞི་རྒྱལ་མཚན། ད་འོ་གཙོ་བོ་དེ་ཚོའི་གྲས་རེད། འདི་ཡི་འདི་གི། ཞོག་གཅིག་བྱས་ཡང་རིགས་སྐྱག་བྱས། ད་བསམ་བཏང་གོ་རེད། ཤེས་སོང། དེ་འདྲ་ཡིན་དུས་སྡུག་བྱས་ན་བསམ་དྲན་སོ་ཀྱང་ཤེས་སོང་ཨ་སྦྱིན་བདག་ཚོས་ཤེས་སོང་ཨ། ད་འདི་གང་ད་ད། ཁ་དང་ཁ་སྤུ་གཡེམ་ཅིག་གཏོང་སའི་སྔ་མོ་ནས་ཞིག་བཤད་བསྡད་གི་རེད་ལ་ད་ཁོ་མཚམས་ཅིག་ལ་སླེབས་ཤག་གང་ད་རྒྱ་མིས་ད་ག་ཟིག་ད་ཤུགས་ཆེན་པོ་བྱེད་དུས་དོལ་རྒྱལ་ལྟས་ངན་ཚོས་མི་གསད་པ་རེད། ཉེས་ར་གཏོང་གི་ཡོད་རེད། སྡིག་ར་བསྐུལ་གི་ཡོད་རེད། འདི་ཁྱད་པར་ཁས་མི་འདུག་ད། ད་ཡིན་ནའི། རྒྱ་ནག་གུང་ཁྲན་ཏང་ལ་ཡསགོ་བལྟ་ཡ་ཟེར་ངེས་དེ་ཡམ་མཚར་བོ་རུ་ཞིག་རེད་ཁེ་མཚར་ཞིག་འདུག་བ། ང་ཚོ་ད་ལྟ་རྒྱ་ནག་གཞུང་ལ་རྩོད་པ་རྒྱག་གི་ཡོད་རེད་བ། ང་ཚོ་ཁ་བྲལ་བྱེད་ཀྱི་མེད། རྒྱ་ནག་གཞུང་གིས་ང་ཚོ་མིང་དོན་མཚུངས་པའི་རང་སྐྱོང་བོད་པ་ཚོ་བློ་བཞག་སའི་ཡོད་པ་ཞིག་བྱུང་པ་ཡིན་ན་ང་ཚོ་ཀྲུང་ཧྭ་མི་དམངས་སྤྱི་མཐུན་རྒྱལ་ཁབ་ནང་བསྡད་ཀྱི་ཡིན་ཟེར་ང་ཚོས་ཤེས་དགོས་རེད་བ།

ཨེ་ནས་ཧམ་པ་བཤད་ལ་ནི་ཆོས་དད་རང་མོས་མེད་པ་ཟུག་ཡིད་སེམས་ཟིག་འདུག་ཨ། དེ་ཆོས་དད་སྐད་ཆ་མ་རེད་པ། དེ་ག་ས་སྐད་གཞུང་ནང་བཞིན་རེད། འབྱུང་པོ་མི་མ་ཡིན་ཅི་བསྟན་ཡང་སྐད་བཤད་ཀྱི་ཡོད་རེད། སྐྱོ་བའི་སྲུང་མ་ཡང་མ་རེད། ད་ཡང་འབྱུང་པོ་སུ་ལབ་དུས་འཇིགས་བྱེད་ག་ད། ཕྱོགས་སྐྱོང་བྱུང་ངས་ལྟོ་འགྲོས་བཤད་ཀྱི་འདུག་ས་ནས།

ས། དམ་ཚིག་ལྡན་པ། དམ་ཚིག་ལྡན་པའི་དམ་ཅན་ཡིན་ན་འབྱུང་པོ་ཡིན་ནས་ཨོའུ་ཙེ། རོ་ལངས་ཡིན་ནས་ཨོའུ་ཙེ། ད་ཡང་འབྱུང་པོ་ཡིན་པ། དམ་ཚིག་ཉམས་དེ་ངས། ཕྱག་ན་ཡིན་ན་ཡང་བཟོ་གི་མི་འདུག་བ། ཅེས་སོ། ཤ་ཁ་ཤས་དེ་རིགས་དྲན་གི་ཡོད་འདུག་འབྱུང་པོ་ཡིན་ཕྱིན་ཆད་ལྟོ་གོས་ཀྱི་རེད་མི་འདུག་འཇིགས་བྱེད་ཀྱི་འདོན་པའི་འདོད་པ་བསྟུན་ས་ནི་འབྱུང་པོ་རོ་ལངས་སྐྱིད་ཀྱི་དཀའ་ཉེན་ཚོ་ཤི་ན་ཡོད་བྱུང་ད་ནི་རེ་བའི་སེམས་ཀྱིས་འདུད་ཅིང་མཆིས། ཟེར་ནས་ཟེར་གྱི་ཡོད་རེད་འབྱུང་པོ་ལ་སྐྱོན་རང་མི་འདུག་བསམ་པ་དེ་རེད་ཁ་ཤས་དྲན་ཡོད་ཡང། འབྱུང་པོ་ལ་འབྱུང་པོ་རེད་བཤམས་ཏེ། དམ་ཅན་བཀའ་ཉན་ཟས་བཞེས་འགྲོ་བ། ད་དེ་ད་དམ་ཉམས་ཆག་འགྲོ་བ། ས་འདི་ག་ས་ལ་བ་ན་ཅི་རེད་ད་ཞིབ་ཕྲ་ཡང་གཅིག་བྱས་ན་ཞུ་གོ་ངས་འདི་བཤད་ཀི་ད་ང་ད་འདི་དམིགས་བསལ་བཤད་ཀི་ད་ད་ཞིབ་བཤད་ཀི་མི་འདུག་གང་ལྟར་དེ་ཡིག་ཆ་དེ་དེ་ང་ཞུ་གོ་བཀྲམ་གི་ཡིན། ཚེ་ཚ་བ་ད་གང་ལྟར་ལོ་གསུམ་བརྒྱ་ཧ་ལམ་བཞི་བརྒྱ་ཅིག་ད་གསུམ་བརྒྱ་དྲུག་ཅུ་ལྷག་གསུམ་བརྒྱ་བདུན་ཅུ་ཅིག་རིང་གི་རྙོག་དྲ་ལྷག་བསྡད་པ་ཅིག་གིས། ད་ལྟ་བར་དུ་ལོ་ཕལ་ཆེར་ད་སུམ་ཅུ་ལྷག་ཅིག་གིས་གཉའ་སྐོར་སེར་པོ་ཁོ་རའི་ངང་འདུག་བསྡད་པ་རེད། ད་འདུག་བྱས་ནས་ཨེ་འདིའི་ཐོག་ལ་ད་རྒྱ་མི་གུང་ཁྲན་གྱིས་གུང་ཁྲན་གཞུང་ནས་དེ་དམིགས་བསལ་གྱིས་ད་དོ་སྣང་རོགས་བྱས་བྱས་བྱས་ཡིན་འདུག་ས་ནས་ང་རང་ཚོས་དེ་ད་བསམ་བློ་ཏན་ཏན་ཞིག་བཏང་བྱས་ད་ག་འདྲ་བྱ་ཡིན་པ། ཁ་དང་ཁ་སྤུ་ཡུམ་གྱིས་བསྟན་གྱི་ཡིན་པས། ཉག་དང་ཉུང་མ་དམར་སེར་བྱེད་ཀྱི་ཡིན་པས། བྱེད་ཀྱི་ཡིན་ན་ཡིན་པ་བྱེད་ཀྱི་ད་ག་འདྲས་སུ་བྱས་ཏེ། ཕྱོགས་གཉིས་ཆ་ལོག་གི་གནས་ཚུལ་དེ་ཉན། བསམ། ཨན་དེ་ནས་འོས་བསྡུའི་ལམ་ནས་ཐག་གཅོད་བྱེད་ཀྱི་ཡིན། ཤེས་སོང་ཨ། མཁན་པོ་ཚོ་ཤེས་སོང་ཨ། ཡིག་ཆ་ཞུ་བ་བཀྲམ་གྱི་ཡིན་ད། ཨན་དགེ་རྒན་ཚོས་མཁྱེན་སོང་ཨ། ཁྱང་ཚོ་ལས་སྣེ་ཚོས་ཤེས་སོང་ཨ། འདུག་ཟིན་ད། སྦྱིན་བདག་ཚོས་མཁྱེན་སོང་ཨ། འདི་འདུག་སུ་རེད་ད། དེ་ད་ག་ཟུག་བྱ་ཞིང་ཆོག་ཟེར་གྱི་མི་འདུག་ཅེས་གསུངས། མི་ཆོས་ཤོག་ཁག་ནས་ཡིན་ནའི་དམ་ཆོས་འདུལ་བའི་ནང་ལ་ཡ། བློ་མི་མཐུན་པའི་དེ་འདྲའི་གནས་ཚུལ་ཡོང་པའི་ཁ་ཐུག་ལ་ཡ། དགེ་འདུན་ཚོ་ཚུལ་ཤིང་འཕེན་རུ་བཅུག་ནས་ཐག་གཅོད་གནང་གི་ཡོད་རེད། རྩོད་པ་ཞི་བར་བྱེད་པའི་ཆོས་བདུན་པོ་དག་ཀྱང་ཞེས་གསུངས་བ་ནང་བཞིན། འོ་ད། ང་ཚོ་འཇིག་རྟེན་གྱི་ཐོག་ནས་བརྩིས་པ་ཡིན་ན་ཡ། Referendum ཟེར་ཡག་པོ་ཆགས་འདུག་བ། Referendum བྱས་ཤག་ན།

ཨེ་ན་བསམ་བློ་གཏོང་ཡག་གོ་སྐབས་བཞག་དེ་ནས་འོས་བསྡུ་བྱེད་ཀྱི་འདའ་འདུག་ཟེར་འདྲ་ཤེས་སོང་ཨ་ཨ་དེ་ད་ཨ་ཟེར་ཨ་དེ་སྦྱིན་བདག་ཚོ་ཡོད་མདོག་དེ་གསལ་བཤད་ཞིག་བྱས་ཤེས་ན་ཡག་པོ་རེད་བསམ་དྲན་བྱུང།